འདི་ནི་ཨ་རི་དང་ཨི་རན་གྱི་དམག་འཁྲུག་ལོགས་རེད་པས། འོ་ན་ཨ་རི་དང་ཨི་ཟི་རལ་གྱིས་ཨི་རན་དང་དམག་འཁྲུག་ད་ག་འདྲ་རྒྱལ་ཁབ་གཉིས་དང་གཅིག་རུབ་རྒྱག་བྱས་པའི་དམག་དང་འབྲེལ་བའི་ཐོག་ནས་གནས་ཚུལ་ཁག་གཅིག་ཞུས་པ་ཡིན་ན། ཁ་ཚང་དུ་ཨ་རི་གྱི་དཔལ་འབྱོར་དྲུང་ཆེ་སི་ཁོར་པེ་སིན་གྱིས་ཐད་གཏོང་གི་བཅར་འདྲི་ཅིག་ལན་འདེབས་བྱེད་བཞིན་པའི་སྐབས་སུ། གློ་བུར་དུ་ཁོ་རང་ཡར་སྐད་བཏང་ངེས་ཡོང་བྱས་ནས་སྲིད་འཛིན་ཁྲི་རམ་གྱིས་ཁྱེད་རང་ད་ལྟ་རང་ཐོ་གོ་གི་ཡོད་ཟེར་ལབ་ཡོད་ནར་ད་གང་དག་འབྲེལ་བ་བྱས་ཤོག་ཟེར་ལབ་བྱས། ཨ་ཁོས་འོ་ཐེ་ཐོང་ནས་དགོངས་པ་ཞུས་བྱས་ཕ་ཆིང་ཡོད་པའི་གནས་ཚུལ་གཅིག་དང། ཨ་ནི་ཕ་ཆིང་བྱས་ད་སྲིད་འཛིན་ཁྲི་རམ་མཉམ་དུ་བཀའ་མོལ་ག་རེ་བྱུང་ཡོད་ན་ཚུར་ཁྱེད་ཚོ་གཉིས་ཀྱི་རྗེས་ལ་ལོག་ཡོང་པའི་སྐབས་སུ། ཨ་ཁོ་རང་གིས་སྐད་དེ་ཏིས་ཅིག་ཁ་ལོར་ད་རྔམ་སྐྲག་ཚ་བོ་འདྲ་བོ་ཅིག་ང་ཚོས་ན་ད་དར་རྒྱས་རྒྱལ་ལ་བོར་བ་ཨ་ནི་སྐད་དེ་ཅིག། ཚ་ཁ་ཚིག་གིས་གཟའ་ང་ཟིག་གིས་ཅིག་ཆགས་ཡོད་པ་བུ་འདི་ལ་དུས་གནས་སྟངས་དེ་ཏི་ཟ་དྲག་དྲོ་བྱེད་བྱུང་ཡོད་པའི་ཚོད་དཔག་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། དེ་ནས་ད་ལྟའི་ཨི་རན་གྱི་ཏི་ཛམ་བུ་གླིང་གི་སྣུམ་འགྲོ་སའི་འགྲོ་ལམ། ད་ལྟ Strait of Hormuz ལས་ལམ་ཁ་དེ་ད་དཀའ་གི་ཡོད་རེད་པ། འདི་ནི་ཁོ་རང་གི་ད་ལྟའི་ར་ཤི་ཡ་གི་གྲུ་གཟིངས་རེད་རྒྱ་ནག་གི་གྲུ་གཟིངས་རེད་པ་ཀི་སི་ཐན་གི་གྲུ་གཟིངས་རེད་ད་ཅིག་བཏང་གི་འདུག་དེ་འདྲ་བཤད་དེ་ངེས་ཤིག་འདུག་ནི་ད་ག་འདྲ་ད་འདི་ཡང་བསྐྱར་དུ་གནས་ཚུལ་གསར་པ་ཅིག་ཐོན་ཡས་ལ། ནི་ཨི་རན་གི Strait of Hormuz གི་མཚོ་ལམ་ནི་མར་འགྲོ་དགོས་ཀྱི་ཡོད་ན། ནི་ཁྱེད་རང་ཚོས་ཀྱི་ཉོས་བཞག་པའི་ད་ལྟའི་སྣུམ་དེ་རྒྱ་ནག་གི་དཔེ་ཆ་སྤྲད་པའི་ཐོག་ནས། རྒྱ་མིའི་སྒོར་མོ་ཡོན་བེད་སྤྱོད་བཏང་བྱས་ཉོས་ཡོད་པ་ཡོད་ན། ང་ཚོས་བཏང་གི་ཡིན་ཟེར་ན་འདི་འདྲ་ཅིག་གི་ད་ཁ་ལོ་ཁྱ་ཅན་ལ་འོར་བའི་སེ་གྲགས་བྱས་པའི་གནས་ཚུལ་བཅས་རེད་དེ་ཤ་ད་ག་འདྲ་ད་འདི་ཆ་ནི་འཛམ་བུ་གླིང་གི་སྣུམ་ཉོས་གཙོ་བོ་འདི་གི་ཕ་སུ་དཔེ་ཤ་སྤྲད་དེ་ཨ་རིའི་གུར་མོ་འགྲོ་སླར་བསྒྲིགས་ཡོད་འདྲ། ཁྱེད་ཚང་གི་དུས་མང་བོ་ཅིག་གི་སྔོན་ལ་རྒྱ་ནག་གིས་ད་རྒྱ་མིའི་དཔེ་ཤ་གི་དར་ཁྱབ་ཤུགས་ཆེ་རུ་བཏང་ཡ། གཙོ་བོ་ད་འདི་ལྟར་ནུས་སྟོབས་གློག་ར Energy སྣུམ་དང Gas དང་དེ་འདྲའི་ལ་ནི་རྒྱ་མིས་བེད་ཤ་བེད་སྤྱོད་བཏང་ཡ་གི་ཐོག་ལ་འབད་བརྩོན་བྱས་བྱས། Saudi Arabia མཉམ་དུ་དངོས་སུ་དེ་ལག་བསྟར་བྱས་ཀྱི་དཀའ་མེད་དེ་འདྲ་ཡང་བྱུང་མྱོང་ཡོད་པ་དེ་དེ་འདྲ་གའི་གནས་ཚུལ་བཅས་རེད་བདེ་ཤ་ད་ག་ད་ད་འདི Iran གི་རྒྱ་མིའི་བེད་བེད་ཤ་ཚོང་ལམ་སྤྲད་བྱས་མྱོས་ཡོད་པ་ཡིན་ན་ནི་གྲུ་གཟིངས་བཏང་དགོས་ཟེར་ནས་བྱས་ཅན་བཞག་པའི་གནས་ཚུལ་བཅས་རེད་བདེ་ཤ། དེ་ནི་ཨ་རིའི་གི་ཤེས་བྱས་པ་ཕྱིན་ན་ཨི་རན་གི་སྣུམ་བཏོན་ས་གི་ས་ཆ་གཙོ་བོ་དེ་འདྲ་སྟེ་ཁོ་རང་ཚོ་གི་ཡང་མཚོ་གླིང་གི་གྲོང་གསེབ་ལ་འོ་རེད་ད་ས་ཆ་ཆེན་པོ་གཅིག་ཡོད་འདྲ་དེའི་གི་ནང་ལོགས་ནས་ད་སྣུམ་གཙོ་བོ་བཏོན་གི་ཡོད་པ་དེ་ལ་གཏོར་སྐྱོན་བྱས་གི་འདིག་ར་བཏང་གི་ཡོད་པའི་གནས་ཚུལ་བཅས་རེད་ད་ཤག་ཡིན་ད་དེ་ཁག་ཅིག་གི་ཤེས་བྱས་པ་ཕྱིན་ན་ཨ་རིའི་གི་དེ་ལ་གཏོར་སྐྱོན་བཏང་བ་རེད། བཏང་ཡས་དེ་གཙོ་བོ་འདིའི་གི་མཚོ་གླིང་འདིའི་གི་ནང་ལོགས་ཡང་དམག་སྒར་ཡོད་འདི་པ་དེ་ཚོ་ལ་གཏོར་བ་རེད་མ་གཏོགས་ད་འདྲའི་ཆ་ནས་ཨི་རན་གི་སྣུམ་གི་ལྟེ་གནས་རང་ལ་གཏོར་སྐྱོན་བཏང་ཡོད་མི་རེ་ཟུང་གཉིས་འདི་འདྲའི་དཔྱད་གཞི་འདི་དང་གང་ལྟར་ཏཱ་ཨེ་རི་སྲིད་འཛིན་ཀྲུམ་གྱིས་དམག་ཤུགས་བེད་སྤྱོད་བཏང་བཅས་ཕ་གི་ལ་གཏོར་སྐྱོན་བྱེད་ཀྱི་ཡིན་ཟེར་ནས་སྐད་ཆ་བཤད་ཀྱི་ཡོད་པའི་གནས་ཚུལ་བཅས་རེད་བདེ་གཤེགས་དེ་ནི་ད་ལྟའི་ཨི་རན་གྱི་ཆེས་མཐོའི་འགོ་ཁྲིད་གསར་བ་ཨ་ཡོ་ཏོ་ལ་ཨ་ལི་ཁེ་མེ་ནོའི་གྱི་བུ་ནི་ད་ལྟའི་ད་ཁ་སང་འགོ་ཁྲིད་གསར་བ་རྡོ་སི་ཀོབ་རོ་མོ་ཏཱ་མོ་ཏཱ་པཱ་ཁེ་མེ་ནོ། ད་ལྟའི་ཤེལ་དཀྱིལ་གྱི་ནང་ལོ་ཡ་ད་ལྟའི་ཨ་རིའི་ཕྱི་སྲིད་འཛིན་གཞོན་པ་ཇི་ཇི་ཝན་སི་གིས་བཤད་ཆ་ཕེབས་ན་ཁོ་རང་གི་གནས་སྟངས་དེ་ད་ལྟ་ག་རེ་མིན་ང་གསལ་བོ་ཅིག་ཤེས་མེད་ཟེར་ནས་བཤད་བསྡད་ཀྱི་ཡོད་པའི་ནི་ཚོད་ཅིག་དང། ཨ་རིའི་དམག་གི་བློན་ཆེན་ལོ་རེ་དམག་གི་དྲུང་ཆེ་ཕེ་ཏེར་ཧེ་གེ་སི་གིས་བཤད་ཆ་ཕྱིན་ན་ཨ་ནི་ཨ་ལི་ཁེ་མེ་ནོ་གི་བུ་ནི་ཁ་ཚང་དམག་རྒྱག་པའི་སྐབས་སུ་རྨས་སྐྱོན་བྱུང་བ་རེད་ད་ཁོ་རང་འཚོ་གནས་ཐུབ་པའི་ཁག་པོ་རེད་དེ་མིན་ན་ད་ཁོ་རང་ཅིག་ཁ་ལོ་སྐྱོན་ཅིག

སྐབས་ཨ་རིའི་རྒྱལ་ད་ལྟའི་ཨི་རན་གྱི་དམག་གཙོ་བོ་གྱི་དམག་དཔོན་ཁག་ཅིག་གིས་གནས་ཚུལ་རལ་གྱི་ཆེད་དུ་ཨ་རིའི་གོ་མོ་ཏྲོ་ལ་སའི་བཅུ་གཉིས་པ་སྤྲི་གི་ཡིན་བསམ་ཞིག་ཡོད་པའི་གནས་ཚུལ་བཅས་རེད་འདུག་ཤ་སྟག་འདིའི་ནང་ལོ་ཡ་གཙོ་བོ་ད་ལྟའི IRGC གྱི་དམག་དཔོན་ཁག་ཅིག་དང་ཨ་ནི་ད་ལྟའི་ཆེ་མཐོའི་འགོ་ཁྲིད་གསར་བ་སྐོས་ཞབས་པ་ཨ་ཡོ་ཏོ་ལ་མོ་རྒྱུད་རྟ་བར་གྱི་ཁ་ལོ་ནི་ཚོས་སུས་ཁུ་སྒྲུབ་བྱས་ཐུབ་བས་ན་རྟ་དཔེ་ཆ་ཤུགས་ཆེན་པོ་སྤྲད་ཀི་སི་རག་སྤེལ་གི་ཡོད་པས་ནི་ཚོས་བཅད་རེད་དེ་བཤད། དེ་ནི་ཨ་རིའི་སྲིད་འཛིན་ཀྲམ་གྱི་སྒེར་གྱི་སྤྱི་ཚོགས་དྲ་རྒྱ Truth Social ནང་བློ་བཀལ་བྱས་པ་བྱས་ན་ནི་ཁོ་རང་གི་ད་ད་ལྟའི་ཨི་རན་གྱི་འགོ་ཁྲིད་གཙོ་བོ་བྱས་པས་ནི་མི་མང་པོ་ད་ཁོ་རང་གི་བསད་ཀི་ཡིན་ཟེར་བ། གང་ཡིན་ཟེར་ན་ཁོ་རང་ཚོ་གིས་ལོ་བཞི་བཅུ་བཞི་བདུན་གྱི་རིང་མི་སེར་དཀྱུས་མ་ལ་གདུག་རྩུབ་དང་མནར་གཅོད་ཤུགས་ཆེན་པོ་བཏང་རྗེས་མི་མང་པོ་བསད་བཞག་པའི་གནས་ཚུལ་ཡོད་པ་རེད་ད་ང་ཚོས་ཁོ་ཚོ་བསད་པ་ནས་ལྟད་མོ་བལྟ་ཡས་ལྷག་ཡོད་རེད་གང་ལྟར་ཁོ་རང་ཚོ་རྩ་མེད་བཏང་དགོས་ན་བཏང་གི་ཡིན་ངས་ཁྱེད་རང་ཚོ་ལྟར་ཁ་ལོ་ཐང་ལ་དྲུད་ཡིན་ལས་འབྱོར་བ་དང་ཚིག་བེད་སྤྱོད་དང་དེ་འདྲའི་རོགས་བྱེད་སྡིག་ར་བཏང་པའི་གནས་ཚུལ་བཅས་རེད་དེ་ཤ། དེ་ནས་ཡང་ཨི་རན་གྱི་ཤེས་བྱ་བྱས་ན་ད་དེ་ད Strait of Hormuz དེ་བཀག་འོད་པ། ད་དེ་ཡི་ཡ་ནི་ཁོ་རང་སོ་གི་ད་གྲུ་གཟིངས་དེ་གྲོ་མ་བཅོས་བ་དེ་ལ་ཨ་རིའི་སྲིད་འཛིན་ཀྲམ་གྱི་ནི་ཁྱེད་རང་སོ་བློ་ཁོག་སྟོན་འོང་རེད་ས་གྲུ་གཟིངས་དེ་ཚོ་ཡ། ཁྱེད་རང་སོ་བློ་ཁོག་སྟོན་བྱས་དེ་ནི་མ་འགྲོ་ཤོག་ད་ལུང་པ་སུ་ཡིན་ན་དེ་ག་གྱི་གྲུ་གཟིངས་ལ་གནོད་སྐྱོན་བཏང་པ་ནི་དེ་ལུང་པ་དེ་གི་ད་འགན་ཁྱི་གི་རུ་བ་ཁོ་རང་སོ་ཡ་ཁྱི་ལེན་ད་ལེན་བྱེད་ཀྱི་རུ་བ། ང་འདི་འདྲ་བྱེད་དུས་ཁྱེད་རང་ཚོ་ཞེད་སྣང་བྱེད་འོ་མ་རེད་མ་དོན་འོ་འགོ་རེད། ང་ཚོའི་གི་ཨི་རན་གི་ད་ལྟའི་མཚོ་དམག་དང་གནམ་དམག་མང་པོ་ཅིག་ད་མེད་པ་བཟོས་ཚར་བ་ཡིན་ཟེར་བ། ནི་ཁྱེད་རང་ཚོ་ཁོ་ཚོ་གི་ཁ་ནས་ལབ་པ་ན་ཞེད་སྣང་སྐྱེ་འོ་མ་རེད་ཟེར་མི་གལ་ཆེ་ཤེས་པའི་གནས་ཚུལ་ཅིག་དང། ཐ་ན་ཞེས་ཨ་རིའི་སྲིད་འཛིན་ཏྲམ་གི་བཤད་བྱས་པ་བཞིན་ན་ནི་འགོ་བ་བྱུང་བ་ཡིན་ན། Strait of Hormuz། དེ་མ་གྲུ་གཟིངས་དེ་ཚོ་ཡོང་ཡ་གི་ལམ་ཀ་ཡ། ཨ་རིའི་མཚོ་དམག་གིས་སྲུང་སྐྱོབ་བྱས་པའི་ཐོག་ནི་ཨོར་ཐོད་ཀྱི་ཐོག་ལ་ཡང་ང་ཚོས་ལས་ཀ་བྱེད་དགོས་ན་བྱེད་ཀྱི་ཡིན་ཟེར་ནི་གི་ཞིག་གི་ཡོད་པས་ནི་བཟོད་བཅད་རེད་དེ་ཤ། དེ་ནས་རེས་གཟའ་སྤེན་པའི་ཉིན་མོ་དེ་འདི་ཨ་རི་དང Israel ཨི་རན་གྱི་དམག་གྲུ་དང་འབྲེལ་བའི་ཐོག་ནི་ནི་ཚོས་ཁ་གཅིག་ཞུས་པས་ན་ད་ཀ་ཚང་ཨ་རིའི་སྲིད་འཛིན Trump གིས་ཁོ་ན་གི་སྒེར་གྱི་ད་ལྟའི་སྤྱི་ཚོགས་དྲ་རྒྱའི་རྒྱུད་ནི་རིགས་རྒྱུད་སྟོན་གཅིག་ཡ། ད་ད་ལྟའི་ཨི་རན་གྱི Strait of Hormuz གྲུ་གཟིངས་མཚོ་ལམ་ནི་བཀའ་ཤག་པར་པ་ད་དེའི་བཀའ་ཤག་པ་དེ་ཡ་ད་དམག་དོན་གྱི་གནོད་ཤུགས་སྐྱེ་གི་ཡོད་པ་གནོད་སྐྱེ་གི་ཡོད་པ་ཡིན་ཙང་ད་དེ་ཡ་སྲུང་སྐྱོབ་ཀྱི་ཆེད་དུ་རྒྱ་ནག་རེད་དབྱིན་ཇི་རེད་ཧྥ་རན་སི་རེད Japan རེད། ལྷོ་ཀོ་རི་ཡ་དང་དེ་ཚོ་གི་ཕ་གི་མཚོ་དམག་དཔུང་སྒྲིག་བྱས་རྗེས་ནི་ཨི་རན་གི་ཁ་བརྡས་ལངས་བའི་དེ་འདྲ་གི་རེ་སྒུག་ཅིག་བཏོན་ཡོད་པ་འདྲ། ནས་ད་ད་འདི་དེ་ཡ་ནི་ད་འདི France རེད Japan རེད་ཀོ་རི་ཡ་དེ་ཚོ་གི་ལན་འདེབས་གང་ཡང་བྱས་མི་འདུག་ནི་རྒྱ་ནག་གི་བཤད་བྱས་པ་བྱས་ན་ད་ད་འདི་དེ་འདྲ་གི་ལས་ཀ་བྱས་ཏེ་ཏག་ཏག་བསྡད་ཀྱི་ཡོད་མ་རེད་ཟེར་བ། གང་ལྟར་དམག་འདི་མགྱོགས་པོ་དམག་མཚམས་བཞག་དགོས་ཡ་གལ་ཆེན་པོ་རེད། རྩོམ་གླིང་ནས་ད་ད་ལྟའི་ནུས་ཤུགས་ལ་བོར་བའི་ད་ད་སྣུམ་གྱི་ད་དཀའ་ངལ་དེ་འཕྲད་ཀྱི་ཡོད་པ་ཡིན་ཙང་ད་དེའི་གི་ཐོག་ལ་ནི་དུས་ང་ཚོ་དམག་དཔུང་མ་བསྒྲིགས་པའི་ཐོག་ནས་གྲོས་མོལ་བྱས་བྱས་ནི་ཞི་བའི་ཐོག་ནི་ཐབས་ལམ་བསྲེས་ཐུབ་པ་ཡིན་ན་ནི་དཀའ་ངལ་ཚང་མ་དེ་ནི་བསྲེས་འགྲོ་གི་རེད་ལབ་བྱས་ད་གང་ལྟར་ཕྱོགས་གཉིས་ཀ་གི་པར་ཡང་འབྲེལ་བ་མཐུད་པའི་ཐོག་ནི་ལས་ཀ་བྱས་དགོས་ཀྱི་རེད་ལ་ནི་རེ་བ་བཏོན་གྱི་ཡོད་པས་ནི་བཟོད་བྱས་རེད་ད་བཤད། དབྱིན་ཇི་གི་བཤད་བྱ་བཞིན་ལ་ཁོ་རང་སོགས་ཀྱི་མཐུན་ཕྱོགས་རྒྱལ་ཁབ་ཁག་ཅིག་ཉམས་རྟོགས་སྐད་ཆ་བཤད་བྱ་འདི་སྒང་ལ་དོ་སྣང་དང་ནི་ད་འདི་ལྟར་དཔྱད་ཞིབ་ལག་བོར་བས་འོ་དེ་འདྲས་ཀྱི་ལས་ཀ་བྱེད་ཀྱི་ཡོད་སེམས་ཞེས་པའི་ནི་ཚོའི་དཔྱད་རེད་དེ་ཆ་ད་འདའི་ཆ་ནི་ཇེ་པན་རེད་ལྷོ་ཀོ་རི་ཡ་ཧྥི་རན་སི་དེ་ཚོ་གྱི་ནི་ཚོས་གང་ཡང་བཤད་མེད་པའི་ནི་ཚོའི་དཔྱད་རེད་དེ་ཤ་དེ་ནི་རྒྱ་གར་གྱི་མཚོ་དམག་གི་གྲུ་གཟིངས་ཁག་ཅིག Persian Gulf ད་ག་འདའ་རྒྱ་གར་རྒྱ་མཚོའི་གི་ས་མཚམས་དང། ནི་ཕ་ཡི་ཁ་ཆེ་གི། ས་མཚམས་ལ་ཏཱ་ག་ན་ཡའི་ཆུ་ནང་ལོགས་ཀྱི་ཆུ་མཚམས་ཡ་འདས་བྱས། ནི་ཕ་ནི་ཚུ་རྒྱ་གར་གྱི། སྣུམ་གྱི་གྲུ་གཟིངས་ཡུག་ངན་དེ་ཚོ་ཡ་སྲུང་སྐྱོབ་བྱས་ཆེད་དུ་འདི་གི་ཡོད་པས་ནི་ཚུའི་སྤྱན་རས་དེ་ཤཱ་ཏུ་ནི་ཚུའི་གོ་ཡའི་ཆས་བྱས་ན་ད་ལྟའི། Strait of Hormuz ནི་ནི་རྒྱ་གར་གྱི་ད་ལྟ gas ད་ང་ཚོའི gas ལ་བོར་བ། ཁ་ལག་སོས་དང་བེད་སྤྱོད་བཏང་དེའི་གི་རིགས་དེ་འདྲའི་གྲུ་གཟིངས་ཆེན་པོ་གཉིས། ནི་གནོད་སྐྱོན་གང་ཡང་མེད་པར་ཕ་ནི་སུ་བཏང་པ་རེད་ཟེར་ནས་དེ་འདྲ་གི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་དེ་ནི་ཨ་རིའི་སྲིད་འཛིན Trump གིས་ད་ད་འདའི་ཅི་ཤ་ཨེ་ཤི་ཡ་ལ་ཁ་ཚང་མ་རྒྱག་པའི་ཐོག་ནས་ད་ད་འདའི་གྲོས་མོལ་བྱས་ཀྱི་ཐོག་ལ་བེད་བརྩོན་བྱས་དེ་གི་ལུང་པ་མང་པོ་བརྗེ་ཡོད་པ་འདྲ་འདའི་ནང་ལོ་ཡ་ད་འདའི་ཨི་རན་གི་ནི་སྐད་ཆ་དེ་ལ་ད་ངོས་ལེན་མ་བྱས་པའི་ཐོག་ནས་གཙོ་བོ་ཨ་རི་དང་ཨི་ཟི་རལ་གྱི་དམག་མཚམས་ག་དུས་བཞག་པའི་ནང་འདི་ཉིན་མོ་ནས་སྐད་ཆ་བཤད་ཀྱི་ཡིན་ཟེར་བ་དམག་མཚམས་མ་བཞག་པ་དུ་བྷེ་ཕ་ནི་སུ་དམག་རྒྱལ་གྱི་མཚམས་འཇོག་མ་བྱས་པ་དུ་སྐད་ཆ་བཤད་མེད་ཟེར་ནས་བཤད་ཀྱི་ཡོད་པའི་གནས་ཚུལ་གཅིག་དང། ཁ་སྔོན་ཨི་རན་གྱིས་བཤད་ཆས་བྱས་ན་ད་ལྟའི་ཨ་རི་ལ་གོ་དོན་སྟོན་ཆ་ག་འདའ་ཨི་རན་གྱི་རྡུལ་ཕྲན་མཚོན་ཆ་ལ་བོར་བའི་ག་འདའ Nuclear Power Plant བཟོས་ཆོག་ཡ་ཨ་ནི་ཨི་རན་གྱི་ཐོག་ལ་མ་འོངས་པ་ཨ་རི་དང་ཨི་ཟི་རལ་གྱི་དམག་མ་རྒྱག་ཡ་གྱི་གན་རྒྱ་གླེང་ཡ། ནི་ཐ་ན་ཤི་ཨི་རན་གྱི་སྟབས་བདུང་པ་ནང་ལོ་ཡ་ད་ལྟ་ཨ་རི་དང་ཨི་ཟི་རལ་གྱི་དམག་གིས་གཏོར་སྐྱོན་མང་པོ་བཏང་ཡོད་པ་མི་སེར་བསད་པ་ད་ལྟ་ཁང་པ་གཏོར་བ་དང་འདྲ་མིན་དེ་ཚོ་ཆ་ཚང་ལས་གོས་སྲབ་སྤྲས་དགོས་དེ་འདྲས་ཀྱི་ཆ་ཆེན་སྟོན་གྱི་ཡོད་བེ་ནི་སི་ཝེ་ཅལ་རེད་དེ་ཤ་ཨ་རི་སྲིད་འཛིན་ཀྲམ་གྱིས་ད་ཆ་ཆ་ཆེན་གང་ཡང་མེད་པའི་ཐོག་ནས་ད་ང་ཚོ་མགོ་སྒུར་གུག་རེས་ནས་དེ་འདྲས་ཀྱི་ཨ་ཀ་ལོར་གནོད་ཤུགས་སྤྲད་ཀྱི་ཡོད་བེ་ནི་ཚོད་རེད། དེ་ནི་ད་ལྟའི་ཨི་རན་གྱི་ཕྱི་སྲིད་བློན་ཆེན་ཨར་པཱ་ཟ་ཨར་ག་ཆི་གྱི་ཁ་སང་གསར་ཉི་མ་ལ་ཤི་ཨ་ཡ་ནས་ཁོ་རང་ཚོ་གི་ད་ལྟའི་འགོ་ཁྲིད་གསར་པ་བདམས་ཐོན་བྱས་བཞག་པ། མོ་ཇོ་ཐ་པ་ཁེ་མེ་ནི་ནི་ཁོ་རང་ལ་ད་ཨ་རིའི་གི་ཤེས་བྱས་བྱས་ན་ཨ་རིའི་དམག་དོན་གི་བློན་ཆེན་གི་ཤེས་བྱས་བྱས་ན་ཁོ་རང་ད་རྨས་སྐྱོན་བྱུང་ཚར་བ་རེད། ད་གང་ལྟར་ཤི་ད་གསོན་གི་པ་ར་ལ་ཡོད་པ་རེད་ཚབ་ཆེན་པོ་བཟོས་པར་བ་ནི། ཨི་རན་གྱི་ཕྱི་སྲིད་བློན་ཆེན་གྱི་དེ་གིས་རང་མེད་པ། ད་ལྟ་ཁོ་རང་དང་པོ་ཡོད་རེད་ཟེར་ནས་ཁོ་རང་གི་ཁ་རྩང་ར་འདུག་ཟེར་བཀའ་སློབ་འཐད་ཡོད་པ་རེད་ཟེར་དེ་བཀའ་སློབ་དེ་ང་ཚོས་ཀྱིས་ལག་བསྟར་བྱས་བསྡད་ཀྱི་ཡོད་ཟེར་ལབ་བྱ་དེ་འདྲ་ཤེས་ཀྱི་ཡོད་པའི་གནས་ཚུལ་ཡོད་ཅེས་རེད་བཤད་ད་གཅིག་བྱས་ན་ད་འདི་མོ་ཇི་ཐོབ་པ་དེ་རང་ཕྱིན་ཡོད་ཟེར་གྱི་རེད་མེད་ཟེར་གྱི་རེད་ད་གང་ལྟར་ཁོ་ཚོས་ཀྱིས་ཨི་རན་གྱི་ནང་ལོག་ཡོད་ད་མི་མང་རྡོག་རྩ་གཅིག་སྒྲིལ་ལ་འོ་རེད་བས་ཧ་ནས་ཁྱེད་ཀྱི་གནོད་ཤུགས་འོག་ལ་བསྡད་ལ་ད་ཁོ་ཤི་ཡོད་ནས་ཁོ་ཤི་ཡོད་མ་རེད་ཟེར་ལབ་བྱ། ཁོ་གིས་ལམ་སྟོན་ཞིག་སོང་ལས་ཀ་བྱེད་ཀྱི་ཡོད་ལབ་དེ་ན་ད་མི་མང་ཕྲུག་དེ་ཡིན་མོར་བ། ད་ཁོ་ཚོ་མང་པོ་ཅིག་གྲོངས་ཚར་བ་བྱས་ད་དེ་འདྲ་ཆགས་བས་ན་ད་མི་མང་ལ་ནི་ཕྲུག་ཆེན་པོ་ཐེབས་ཀྱི་ཡོད་བཟོ་བས་དེ་གི་ཡོད་ན་ད་གང་ད་དེ་འདྲ་གི་གནས་ཚུལ་བཅས་རེད་དེ་ཤག་དེ་ནི་ར་ཤི་ཡ་གིས་ཨི་རན་ཡར་སྨན་བཅོས་དང་འབྲེལ་བའི་ཐོག་ནས་རོགས་རམ་ཤུགས་ཆེན་པོ་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་ད་གང་ད་ར་ཤི་ཡ་གིས་ད་ལྟའི་ཨི་རན་ཡར་དམག་འཁྲུག་བྱུང་བྱས་ནས་ད་དོན་རྐྱེན་དཀའ་ངལ་ཆེན་པོ་འདི་སྐབས་སུ་ནི་ཁོ་རང་ཚོས་ཀྱི་རོགས་སྐྱོབ་བྱེད་ཀྱི་ཡོད་ལབ་ཀྱི་གང་ལྟར་སྨན་གྱི་རིགས་དང་སྨན་ཁང་ལ་དགོས་ཡས་ཀྱི་བསྐྱར་ལག་བསྟར་བེད་སྤྱོད་བཏང་ཡང། དེ་འདྲའི་ཀྲོན་རེད་ད་ཀྲན་ཀྲན་ཅོག་གསུམ་སུ་བཀོད་ཡོད་པའི་གནས་ཚུལ་སྤྱིར་དེ་ཚེ་ད་བཀྲག་ཆེན་པོ་འདི་འདྲ་ཅོག་གསུམ་སུ་བཀོད་པའི་གནས་ཚུལ་འདྲ་བོ་ཞིག་ཡིན་པ་འདྲ། ད་གང་ལྟར་དེ་འདྲའི་ད་ལྟ་ཨ་ཛ་པ་ཇི་ལན་ལུང་པ་ཇོས་དེབ་རེད། དེའི་གི་བརྒྱུད་ནི་མ་དུ་སུ་བཏང་ཡོད་པའི་གནས་ཚུལ་སྤྱིར་རེད་དེ་ཤ། ཐོག་མ་དེའི་རྒྱལ་སྤྱི་ནི་ཚོའི་ཁ་གཅིག་ཤུད་པ་ནས་ཏག་ཙང་རེད་ས་པ་སང་ཡ། ལྷོ་ཀོ་རི་ཡ་གི་སྲིད་བློན་ཀིམ་མིན་སོག་ནི་ད་ལྟ་ཨ་རིའི་སྲིད་འཛིན་ཁྲམ་མཉམ་དུ་མཇལ་འཕྲད་བྱུང་བྱས་ལྷོ་ཀོ་རི་ཡ་གི་གྲོས་ཚོགས་ནས་དགོངས་པ་ཐོབ་པ་གཞི་བཟུང་བྱས་བྱས་ཨ་རིའི་གོ་མོ་སྦི་ལིན་སུམ་བརྒྱ་ལྔ་བཅུ་གི་ཚོང་ནི་དུ་ཨ་རིའི་ནང་ལ་ལྷོ་ཀོ་རི་ཡ་གི་ད་ལོ་ཡ་གི་གཏན་འཁེལ་བྱུང་ཡོད་པའི་ནི་ཚོའི་བཅད་རེད་ད་ཤ་ཉེན་པའི་ཆ་ལ་ད་ལྟའི་ཨ་རིའི་སྲིད་འཛིན་ཀྲུམ་གྱི་འགོ་ཁྲིད་འདྲ་མིན་སྣ་ཚོགས་རྒྱ་བསྐྱེད་ད་ག་ཟླ་རྒྱལ་ཁབ་ཚང་མ་གི་ཚོང་ཡི་ཨ་ནི་ཁེ་ཕན་ཕ་ལ་འགྲིག་གིན་ཚུར་ལ་ལེན་གིན་ལ་ཆོག་ད་འདི་ལ་དུས་ཨ་རི་གི་བཟོ་གྲ་མང་པོ་ཅིག་ལུང་པ་ཞིམ་པ་ལ་རྒྱག་གི་ཡོད་པ་རུ་ད་ཨ་རིའི་ནང་ལོག་ལ་ཁོ་རང་བཟོ་གིན་ཡོད་བཟོ་གྲ་དང་ཚོང་ཚུར་ར་ཡལ་གི་ཆེད་དུ་གནོད་ཤུགས་སྤྲད་གིན་ཡོད་པ་ཡིན་ཙང་ད་ལྷོ་ཀོ་རི་ཡ་གི་འགྲོ་ལ་བི་ལིན་སུམ་བརྒྱ་ལྔ་བཅུ་གི་ཚོང་ག་རེ་བླུག་གི་ཡོད་ན་ད་ག་ཟླ་དུ་འདྲེ་བླུག་ཡ་གི་གཏན་འཁེལ་བྱུང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནས་ཨ་རིའི་སྲིད་འཛིན་ཁྲི་རམ་གྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་ལ་ད་ལྟའི་ཨི་རན་གྱི་བཀག་སྡོམ་བྱས་བྱ་སའི་ད་ལྟའི་མཚོ་ལམ། Strait of Hormuz། ལྷོད་ཡངས་ཡོང་བའི་གླ་ཕོགས་རེད་བ་ད་དེ་ནི་མ་གཅིག་སྣུམ་དང Gas དང་ད་ག་རེ་ན་དེའི་འགྲོ་ལམ་དེ་ལ་ནི་གུ་ཡངས་ཡོང་བ་གི་ཆེད་དུ་རོགས་པ་བྱེད་རོགས་བྱས་ཟེར་བྱས་ད་གང་དག་ཟུར་ཟ་གླ་ཕོགས་རེད་བ་ད། སྔོན་དུ་ཐད་ཀར་མ་ལག་བར་ཆད་ཆད་ལྟ་གང་དག་ཏུ་སྐྱེས་ཡོད་པའི་གནས་ཚུལ་བཅས་རེ་རེ་བཤད། རྩ་བའི་ཁ་སྔོན་ཉིས་སྟོང་ཉི་ཤུ་རྩ་ལྔའི་ནང་ད་ལྟའི་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་དང་ཨ་རིའི་སྲིད་འཛིན་ཁྲི་རམ་གཉིས་ལྷོ་ཀོ་རི་ཡ་ལ་མཇལ་འཕྲད་བྱུང་པའི་རྗེས་ལ་ནི་ཚོང་འབྲེལ་གྱི་བཀའ་མོལ་རིམ་པ་བྱུང་ཆ་གང་དག་ཆ་བཞིན་བྱས་ན་སྤྱི་ཟླ་གསུམ་པའི་ཚེས་གསུམ་སོ་གཅིག་ཉིས་སྟོང་ཉིས་རྩ་དྲུག་ཨ་རིའི་སྲིད་འཛིན་ཁྲི་རམ་རྒྱ་ནག་ལ་བྲོས་ཡས་ཀྱི་ཆ་ཤས་ཡོད་བསྡད་པ་དང། ད་ད་ལྟའི་ཆ་ནས་དེའི་གི་ཐོག་ལ་ནི་ཕྱིར་བསྐྱང་ལ་བོར་བས་ད་གང་དག་རྗེས་ལུས་ཐེབས་ཀྱི་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་ཐའེ་ཝན་གྱི་ཤེས་བྱའི་བར་ཆད་ན་བདུན་ཕྲག་གཉིས་ཀྱི་རྗེས་ལ་ཡང་བསྐྱར་རྒྱ་ནག་གི་དམག་གནམ་དམག་དེ་ད་དུ་འདྲའི་ཐའེ་ཝན་གྱི་བདག་དབང་གི་ཐོག་ནས་ནི་ཡ་ཕུར་མ་ཕུར་ལ་བོར་ད་དམག་གི་སྦྱོང་བརྡར་དེ་འདྲ་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག། ཁོ་ནག་ཚོས་ཀྱི་ཤི་ཡ་ཆེ་ཡ་བྱས་ན་དེ་སྔོན་ཡང་དུས་འདྲ་གཉིས་སུ་གནས་ཚུལ་དེ་འདྲ་གང་ཡང་མེད་ཟེར་ད་ཡང་ད་ལྟ་རྒྱ་ནག་གི་ལས་གཞི་དེ་བསྐྱར་དུ་འགོ་བཙུགས་ཀྱི་འདུག་ཟེར་བ་གཅིག་བྱས་ན་ད་ཨ་རིའི་སྲིད་འཛིན Trump འདུག་ཟེར་བ་རྒྱ་ནག་ལ་ད་ཐད་དང་འབྲེལ་བའི་ཐོག་ནས་ཡང་སྔོན་འགྲོ་ནས་ཡང་གཅིག་གོ་ད་ཁོང་ཚོས་ཡང་སྐད་ཆ་བཤད་ཡ་གི་དོན་དག་ལ་འདྲ་མི་འདྲ་བཟོ་གི་འདུག་ད་དེ་འདྲའི་གི་ཡང་ལས་གཞི་སྤེལ་བ་རེད་ཟེར་དེ་འདྲའི་དཔྱད་གཞི་བསྡད་ཀྱི་འདུག་དེ་ནས་རྒྱ་གར་ཕྱི་སྲིད་བློན་ཆེན SJaishankar གྱིས་ཨ་ནི་ཁོ་རང་ད་ནི་ཨི་རན་མཉམ་འདུག། ཁ་བརྡའི་སྐད་ཆ་བཤད་ཆེད་ཨ་ནི་གོ་དོན་ག་ལ་གང་འཚམ་གྲུབ་ཡོད་ཟེར་བ། ད་ལྟའི Strait of Hormuz ནི་ད་ལྟའི་རྒྱ་གར་གྱི་སྣུམ་གྱི་གྲུ་གཟིངས་ཆེན་པོ་གཅིག་ད་ག་ཚང་བཏང་ཆེད་ཨ་ནི་སྤྱི་ཟླ་གསུམ་པའི་ཚེས་བཅུ་གཉིས་ལ་ཕ་ཉི་མ་བཏང་རྗེས་ད་ད་ལྟ་རྒྱ་གར་གྱི་གྲོང་ཁྱེར Mumbai གྱི་མཚོ་གྲུ Gaza ལ་འཇོག་ཡོད་པ་དང་ཨ་ནི་ཁ་ཚང་དུ་ང་ཚོས་ད། LPG ལེགས་རོགས Gas གྱི་ཡང་དེ་འདྲའི་གྲུ་གཟིངས་ཆེན་པོ་གཉིས་ཐང་ཆེན་དང་རྒྱ་གར་གྱི་མཚོ་ཐོག་ལ་ཚུར་བདེ་འཇགས་བྱེད་ནུས་སླེབས་ཡོད་པའི་གནས་ཚུལ་བཅས་བཤད་དེ་ཡི་འདུག་ཐ་ན་ཤེས་ཁུ་རང་གིས་ད་ལྟའི་སའུ་ཏི་ཨ་རེ་པི་ཡ་དང UAE ལ་ནི་ཁ་པར་བརྒྱབ་བྱ་ནི་དེ་རྒྱལ་ཁབ་སོ་སོའི་གི་ཕྱི་སྲིད་བློན་ཆེན་མཉམ་དུ་ཕ་གིའི་གནས་སྟངས་དང་འབྲེལ་བའི་ཐོག་ནས་གལ་ཆེར་བཤད་པའི་གནས་ཚུལ་བཅས་རེད་དེ་བཤད་དེ་ནི་ངེད་ཅག་ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀེ་གྱིས་ད་ལྟའི་ཨ་རི་ཡ་ནི་ཨི་རན་གྱི Drone ལ་འཐམ་འཛིང་བྱས་ཀྱི་ཐོག་ལ་ང་ཚོའི་རོགས་པ་གང་ཐུབ་བྱས་སྒོ་ནས་བྱེད་ཀྱི་ཡིན་ཟེར་ད་ང་ཚོ་ལ་ཉམས་མྱོང་ཡོད་ཟེར་ནས་ད་ལོ་ཤེས་ཀྱི་མ་བསྐྱར་བའི་ཉམས་མྱོང་ཡོད་པ་དེ་འདྲ་བཤད་པ་ད་ཁ་སང་སྲིད་འཛིན Trump ལ་བཅར་འདྲི་གཅིག་གི་ནང་ལས་ཁོ་རང་གིས་ལན་འདེབས་བྱས་ལ་ཡུཀ་རེན་སྲིད་འཛིན་ཛེ་ལན་སི་ཀེ་གྱི་རོགས་པ་སློང་བས་ན་ང་མི་མཐའ་མ་དེ་རེད་ཟེར་གོ། ད་མི་སློང་ནས་ད་མི་རྫོགས་ན་ནི་ང་ཁོ་སློང་ཡ་ཡིན་ཟེར་བ་ཁོ་གལ་ཁོ་བྱེད་ཐུབ་མ་རེད་ཟེར་བ། ཁོ་རང་གིས་དེའི་སྐད་ཆ་འཕྲོས་ནས་མ་བཤད་བྱས་པ་ཡིན་ན་ཁོ་མི་སྐད་ཆ་བཤད་ཁག་པོ་ཞེ་བོ་ཞིག་འདུག་ཟེར། ད་ལྟའི་ར་ཤས་ཀྱི་སྲིད་འཛིན་པུ་ཏྲིན་ལས་ཁོ་ཁ་ལ་འདུག་ཟེར་བ་ད་ག་འདྲ། ད་ག་འདྲ་ད་ལྟའི་ཨ་རི་གི། བར་འདུག་བྱས་ཚིན་ལ་བོར་བའི་ད་ག་ད་སྣེ་ཁྲིད་བྱས་ར་ཤེ་དང་ཡུཀ་རེན་གི་སྐད་ཆ་གཅིག་འགྲོ་དེ་གི་ཡོད་པ་རེད་ནི་ད་དེའི་ནང་ལུགས་ལ་ཁེ་ཕན་དེ་མང་བྱས་ནི་ར་ཤེ་ལ་གྲས་གི་ཐོག་ལ་སྐད་ཆ་བཤད་དུས་ཡུཀ་རེན་གི་དེ་ལ་ངོས་ལེན་བྱས་ཐུག་གི་མེད་པ་ཡིན་ཙང་ནི་ད་ག་ད་སྲིད་འཛིན་ད་དེ་ཛེ་ལེན་སི་ཀི་གི་ན་ཡང་ཁོ་རང་གི་ད་ལྟ་བ་ལང་ཕྱོགས་དྲག་པོ་བྱས་བྱས་ད་ག་ད་འུ་ཚུགས་ཐ་སྐྱེད་གི། རྒྱལ་ཁབ་ལ་ཁྱོང་མཱ་ར་ཡ་གིས་འབད་བརྩོན་ཤུགས་ཆེན་པོ་བྱེད་ཀྱི་ཡོད་པ་ཡིན་ཙང་དེ་ལྟར་ན་སྲིད་འཛིན་ཀྲམ་གྱིས་ཁོ་ལ་གལ་ཆེ་ཞེས་ཁག་པོ་འདུག་ལན་ཞེས་པས་ནི་གཟོད་ཆེས་ཆ་བདེ་གི་ཡོད་པ་རེད། དེ་ནས་ཡུཀ་རེན་སྲིད་འཛིན་ཛེ་ལན་སི་ཀི་གིས་ད་ལྟའི་ཁོ་རང་སོགས་ཀྱི་ཆེད་ལས་པ་དང་ད་ལྟ་མི་མེད་གནམ་གྲུ་གདོང་ལེན་བཅས་ཀྱི་ཆེད་ལས་པ་ཁག་ཅིག་ད་ལྟ Middle East ལ་ཨོ་ར་ཅེ་ཤཱ་ཨེ་ཤི་ཡ་གྱི་ཐད་ནས་ལུང་པ་ནང་ལོགས་བཏང་ཡོད་པ་དེས་རྒྱལ་ཁབ་བཞི་སྣང་ལོ་ཡ་ད་ཁོ་རང་སོགས་ཀྱི་ལམ་སྟོན་དང། ནི་སྦྱོང་བརྡར་སྤྲད་ཀྱི་ཡོད་པའི་གནས་ཚུལ་བཅས་རེད་བཤད་ཡུཀ་རེན་སྲིད་འཛིན་གྱིས་བཤད་རྒྱས་བྱས་ནས་ང་ཚོའི་རོགས་ཕན་གྱི་ལེན་པ་ལ་ནི་ང་ཚོ་ལ་དཔེ་ཆ་དང་ནི་ཡང Technology ད་དེ་འདྲ་འཕྲུལ་ཆས་ཀྱི་དེ་འདྲ་ད་དེ་འདྲ་ཡི་ཤ་ཨེ་ཤ་དེ་ཚོའི་འཕྲུལ་ཆས་ཀྱི་ཐོག་ནས་མྱུར་པོ་རོགས་ཟླ་དེ་འདྲས་ཀྱི་རོགས་རམ་དགོས་ཀྱི་ཡོད་སེམས་བཤད་པའི་གནས་ཚུལ་བཅས་རེད་བཤད་ད་ནི་ཤེས་ཁ་ཚང་དུ་ས་ཉི་མ་ཡ Zelensky གྱིས་དགའ་མོས་བཅས་ཀྱི་ནང་ལོགས་ཡ་ད་ད་འདྲའི་ཨ་རི་དང་ཨི་རན་འདྲས་ཀྱི་དམག་གི། རྐྱེན་པའི་ཐོག་ནས་ཨ་རི་གིས་ར་ཤི་ཡ་དང་ཡུཀ་རེན་གྱི་དམག་གི་ཐོག་ལ་ད་དོ་སྣང་དེ་ལ་ཨོར་བས་ད་དེ་གི་སྒང་ལ་འགན་ཁྱེར་ཏེ་བད་ཉུང་རུ་འགྲོ་སོང་སླབ་བྱ་ཡང་ཞིག་ཡོད་པས་འདི་ཚོའི་དཔྱད་རས་དེ་ཤ།